ཐུགས་འགན་བཞི་ནི་ཧ་ལས་པའི་གལ་ཆེན་པོ་རེད། ད་ལྟ་ཐུགས་འགན་དང་པོ་དེ་མི་ཡིན་པའི་ཆ་ནས་མིའི་རིགས་ཡོངས་རྫོགས་ལ་ཞབས་འདེགས་ཞུས་སོང་ཡང་དེ་སྐུ་མདུན་ནས་དེ། མི་ཡོངས་རྫོགས་ལ་ཆགས་ཐོའི་སྐུ་མདུན་དགོངས་གཞི་ཆ་ཚང་དེ་འདྲ་ཆགས་རླག་ཆེན་པོ་ཞུ་ཆེ། རླག་ཆེན་པོ་ཞུ། མི་ཆ་ཚང་ལ་ཆགས་པའི། ད་ཞབས་འདེགས་ཞུས་སོང་ཡང་དེ་གང་ལ་མི་གཅིག་གྱུར་གྱི་འདུ་ཤེས་གོང་འཕེལ་གཏང་དགོས་རེད། མི་ཚང་མའི་གི་རང། ལྷིང་འབྱེད་ཀྱི་སེམས་ཁང་ནང་ལོགས་ལ། གཅིག་གིས་གཅིག་ལ་བརྩེ་བ་དང་ཞང་པོ་བཅས་ཀྱི་རང་བཞིན་གྱི་ས་བོན་དུ་ཡོད་ཡོད་པར་དེ་ཡར་རྒྱས་གཏོང་དགོས་རེད། དེ་འཛམ་གླིག་གི་རྒྱལ་སྤྱི་གི་ཤེས་ཡོན་གྱི་སྡེ་ཚན་ནང་སླེབས་དགོས་རེད། ད་ལྟ་སློབ་གྲྭ་ཁག་ནང་ལོ་ལ་དང་པོ་ནས་ཨང་རྩིས་བསླབ་གི་རེད་ལོ་རྒྱུས་སུ་རེད་ལོ་རྒྱུས་ཀྱི་ས་བོན་སུ་རེད་བསླབ་གི་རེད་སྐད་ཡིག་བསླབ་གི་རེད་ད་ནང་བཞིན་གྱི་ལྷོག་འཛིང་གཞི་བདག་དེ་ཚོ་ཡོད་རེད། ཡིན་ནའི་འཛམ་གླིག་གི་སློབ་གྲྭའི་སྤུ་གུ་ཆུང་ཆུང་ནས་སློབ་གྲྭའི་ནང་ལོ་ལ་དང་པོ་སྤུ་གུ་སློབ་གྲྭ་རྣམས་འཛུལ་དུས་ནས་རིམ་པ་དེ་འདྲའི་སྤྱི་ནས་ཞང་རྩིས་བསླབ་དགོས་འདུག། འཛམ་བུ་གླིང་ཤེས་ཡོན་ཡོངས་རྫོགས་སྔར་ལས་ཀྱང་ཤུགས་ཏུ་བཏང་ཡོད་ལ་ཤེས་ཡོན་གྱི་འགྲོ་སྟངས་འདི་གང་ལྟར་གྱིས་ཁ་སོགས་རིགས་ཁ་ཤོར་དུ་མ་སོང་ཅིག་སྦྱོར་བ་ཅིག་གཏོང་དགོས་ཀྱི་འདུག་ཟེར་འཛམ་བུ་གླིང་ཡོངས་རྫོགས་ཀྱི་ཤེས་ཡོན་སྦྱོར་བ་གཏོང་ཡག་གིས་འདི་འདྲའི་བཀའ་ཅིག་གནང་ཡོང་གི་འདུག་མ་ཟད་པའི་མིག་གིས་བཟོས་པའི་དཀའ་ངལ་ཡོངས་རྫོགས་དེ་ཆགས་ཡོང་གི་རེད་རིམ་པ་གཉིས་པ་དེ་ལ་གལ་ཆེན་པོ་བརྩིས་ནས་རིམ་པ་དང་པོས་ང་ཚང་མ་མི་རེད་ཟེར་ཏེ། ང་ཚོ་ཚང་མ་མི་རེད་སྤྱི་ཕན་སྤྱི་སྒྲུབ་ཀྱི་འདུག་ཟེར་བྱས་ནས་ཚུགས་དགོས་ཡས་དེ་སྤྱི་པ་སྤྱི་ཆང་རེད་ཚང་མ་ལོ་སེང་གི་ནང་ལོགས་ལ། བྱང་ཚིག་གི་ས་བོན་ཡོད་པ་དང་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ། དཀའ་ངལ་འབྱུང་བ་ཡིན་ན་དེ་རུ་བུ་འབྱུང་ན་སང་སང་གི་དེ་འདྲས་ཀྱི་གླུ་ལེགས་ཡོད་ཚང་མ་སྤྱི་པ་སྤྱི་ཆང་རེད། རིམ་པ་དང་པོ་དེ་གལ་ཆེ་ཤོས་དེ་དེ་རེད་ཟེར་ད་སུ་སུ་བདེ་པོ་དང་པོ་ཡོང་ཡ་དང་མི་ཚེ་སྐྱིད་པོ་ཡོང་ཡ་རིམ་པ་དང་པོ་དེ་གཙོ་བོ་རེད་ཟེར་ད་སྐད་མི་འདྲ་བ་དང་རིག་གཞུང་མི་འདྲ་བ་དང་ཆོས་ལུགས་མི་འདྲ་བ་དང་ལུང་པ་མི་འདྲ་བ་དེ་ཚོ་དྲེད་དེ་གཙོ་བོ་མ་རེད། དེའི་གནས་སྟངས་ཁོ་རང་གསལ་བོ་ཆགས་པ་ཡིན་ན་མིས་བཟོས་པའི་དཀའ་ངལ་ཚང་མ་དེའི་ཐུགས་ནས་མེད་པ་བཟོས་འདུག་རེད། ཧ་ལས་པའི་གླགས་ཆེན་པོ་རེད་དེ་གལ་ཆེན་པོ་དེ་རེད། དེ་ནང་ལོགས་ལ་མི་མི་གཅིག་ཡིན་པའི་ཆ་ནས་མི་ཡོངས་རྫོགས་ལ་ག་སོགས་རེད་ཞག་འདེབས་ཞུ་ཡ་གི་མི་གཅིག་གཅིག་གྱུར་གྱི་འདུ་ཤེས་གོང་འཕེལ་བཏང་ཡ་གི་ཐུགས་འགན་དང་པོ་དང་གཉིས་པ་ཆོས་ལུགས་མཐུན་སྒྲིལ་གྱི་ད་བར་ཀུན་འདུས་ཁོ་རང་གིས་མཐུན་མ་ཡིན་པ་བྱོས་བ་རེད་མཐུན་པོ་བྱེད་དགོས་ཀི་རེད་ཟེར་རྗེས་ང་ཚོ་ནང་བྱོན་གི་ཁ་བརྡ་ལག་བཞག་སྤྱི་བཏང་གི་བཅོས་མ་སོང་རེད་རྩ་ནས་མ་རེད་དེ་ཆོས་ལུགས་མཐུན་སྒྲིལ་གི་ཕྱག་དེད་གི་སྡེ་འདི་བར་དེ་ན་སི་ད་ཧ་ལས་པ་བྱོས་བ་རེད་ད་རང་གི་ཐུགས་ནས་ང་ཚོ་ནང་བྱོན་གི་ལས་ཀ་བྱེད་སྟངས་མང་པོ་ཅི་འབྱོར་བ་ག་འདྲ་སི་བཏང་དགོས་བ་དེ་མཁྱེན་གི་རེད་ཨེ་བོད་པ་ཞིག་ཡིན་པའི་ཆ་ནས་རྒྱ་གར་གི་ནང་ལོག་ལ་བཞུགས་མཁན་གི་སྐུ་མགྲོན་ཞིག་ཡིན་པའི་ཆ་ནས་རྒྱ་གར་རིག་གཞུང་སྐྱབས་སུ་བྱེད་སེམས་གངས་རི་པ་ཡ་རྗེ་དང་ཟུ་གལ་ཆེན་པོ་ད་ཧ་ལས་པའི་གལ་ཆེན་པོ་རེད་བསམ་གི་འདུག་ང་རང་ད་ཡིན་ན་དེ་གལ་ཆེན་པོ་ཡིན་པ་མཐོང་རོགས་བྱེད་དགོས་དོ། དེ་འདི་ལ་འདི་ལ་རིན་ཐང་ག་ཚོད་ཡོད་པ་མཐོང་རོགས་བྱེད་དགོས་དོ། སོ་སོ་ནང་གི་བུ་འདི་ལ་རྡོ་རྗེ་ཕང་ལང་ཅིག་ཡོད་པ་ཡིན་ན་འདི་རྡོ་རྗེ་ཕང་ལང་ཡིན་པ་མ་མཐོང་ན་ཁོ་རིན་ཐང་ཡོང་བ་རྡུ་རང་རེད། འདི་ལ་རྡོ་རྗེ་ཕང་ལང་ཡིན་པ་མཐོང་རྡོ་རྗེ་ཕང་ལང་ལ་རིན་ཐང་ག་ཚོད་ཡོད་པ་དེ་ཤེས་སོང་ན་གཞི་ནས་ཁོ་གི་རིན་ཐང་དེ་གླེང་རོགས། བེད་སྤྱད་རིན་ཐང་བེད་སྤྱད་གཏོང་ཐུབ་ཡ་དེ་ཡོང་གི་རོགས། འོ་དེ་སུ་རེད་ཅེས་ཚོར་གི་འདུག།